དོ་སྣང་དེ་ནི་དང་ད་བྱེད་དགོས་ཡོད་འདྲི་ངས་ཁ་བསང་ཁྱི་གཉིས་བཤད་པ་དེ་ཡིན་དེ་ནི་ད་ང་ཚོ་ལོ་ཁ་ཤས་ཀྱི་རྗེས་ནས་ཡང་དང་སེམས་ཁམས་གི་དང་སྐོར་དེ་ཡང་ད་རུང་དེའི་ཚོ་དོ་སྣང་དང་ཇེ་ཆེ་འདྲ་བོ་དང་བྱས་ནས་དེ་འདྲི་ཡང་དང་བྱེད་དགོས་ས་རེད་ད་ནི་དེ་ཡིན་ན་ད་ནི་ད་ང་ཚོ་དང་རང་དོན་བཟི་ལ་དང་མཚོན་ན་ང་ཚོ་གཙོ་བོ་དང་དེ་ནི་དང་ད་ཨེ་འགོག་གི་སྐོར་ལ་དེ་སྔར་ཡང་དེ་རེད་ད་རུང་ཡང་དང་དེ་རེད་དང་གཙོ་བོ་དེའི་ཐོག་ལ་རེད་དོ་འགྱུར་བ་ཅི་ཞིག་ཡོང་མ་རེད་གཙོ་བོ་དོ་དེ་རེད། ཡིན་ནའང་དེ་གི་ད་དེ་ནི་མིའི་དེ་ནི་དེ་གི་ལུས་དང་སེམས་གཟུགས་ཀྱི་དེ་གཉིས་ཀ་ཕན་ཚུན་གི་དེ་ནི་འབྲེལ་བ་ཧ་ལས་པ་དེ་ནི་དེ་གི་དམ་གཟུབ་ད་ཡོང་མཁན་དེ་གི་དེ་འགྲིག་ཟིག་རེད། དེ་ནི་མི་དང་དེ་ནི་མིའི་ལུས་དང་སེམས་གཉིས་ལ་དེ་ནི་འབྲེལ་བ་དམ་གཟུབ་ཡོད་པ་དེ་དེའི་ཐོག་ལ་དེ་ནི་དེ་གི་ད་ང་ཚོ་ད་ལྟ་ཡིན་ན་དེ་ནི་ངོས་ཟིན་དུ་ཇེ་བཟང་ཇེ་བཟང་ཇེ་བཟང་དེ་ནི་དེ་གི་ད་འགྲོ་གི་ཡོད་ནི་རེད་དེ་ནི་དེ་གི་ད་དེ་སེམས་ཁམས་རིག་པ་གི་སྐོར་ནས་རེད། དེ་ནས་ད་ལྟ་ཀླད་པའི་དབང་རྩ་གི་སྟེང་ནས་དང་ཚན་རིག་པ་གི་ཐོག་ནས་ཡིན་ན་རེད། དེའི་ཐོག་ལ་དེ་ནས་ཞིབ་འཇུག་མང་པོ་ཞིག་ཡོང་དུས་དེ་ནས་ལུས་སེམས་གི་འབྲེལ་བ་དང་ཧ་ཅང་གི་དམ་པོ་ཡིན་པ་དང་དེ་ནས་ད་སྔར་དང་མ་འདྲ་བ་གི་ཐོག་ནས་ད་ལྟ་ངོས་ཟིན་ཧ་ལས་པ་ཆེན་པོ་དང་འགྲོ་འོང་ཡོད་པ་དེ་འདྲས་རེད། དེ་འགྲོ་བ་མིའི་རིགས་གི་རང་ཉིད་ཀྱི་སྟེང་ནས་ད། རང་གི་ལུས་དང་སེམས་ལ་དེ་ཞིབ་འཇུག་བྱེད་པའི་དེ་ནི་གྲུབ་འབྲས་ཆེན་པོ་ཟེར་རེད་ད་སྔ་མ་འདྲ་བོ་ཡིན་ན་དེ་ནི་དེ་ཡང་ཆོས་ལུགས་དང་དེ་ནི་ནུབ་ཕྱོགས་ཀྱི་དེ་ཚན་རིག་དང་འདི་གཉིས་ཀྱི་བར་དེ་ལ་ཡང་དེའི་ཐོག་ལ་དེ་ནི་ལྟ་སྟངས་ཀྱི་ཐོག་ལ་དེ་ནི་ཡང་བར་ཁྱད་ཆེན་པོ་འདྲ་བོ་དེ་དེ་འདྲའི་ཡོད་པའི་སྐབས་ཟེར་རེད་ད་སྔ་མ་འདྲ་བོ་ཡིན་ན་དེ་ནི་ད་ལྟ་ཡིན་ན་དེ་དེའི་བར་ཁྱད་དུ་སར་ཇེ་ཆུང་ཇེ་ཆུང་ཇེ་ཆུང་ལ་དེ་ད་འགྲོ་འདུག་དེ་ད་ལྟ་འདྲ་བོ་ཡིན་ན་དེ་ནི། དེ་འདྲ་ཡིན་སོང་དུས་ད་ད་དེའི་ནང་ནས་ག་རེ་ཞིག་ཡོད་རེད་ཟེར་ད་དེའི་ནང་ནས་ང་ཚོ་དེ་རིང་འདི་སྐབས་དེ་ལ་གོ་དགོས་བ་ག་འདྲིག་འདུག་ཟེར་ན་གཙོ་བོ་དུ་དེ་ནས་ད་ད་ང་ཚོ་དེ་ནས་ད་ད་ལུས་པོ་ད་ནག་གི་ཐོག་ལ་ཚང་མ་དོ་སྣང་བྱེད་མཁན་དེ་འདྲིག་ཟིག་རེད་ད་ཡིན་ནའང་དེ་ནས་ད་ད་སེམས་ཁམས་གི་ཐོག་ལ་གཟབ་དགོས་འདུག་ཟེར་ག་རེ་རེད་ཟེར་ན་སེམས་ཁམས་གི་ཐོག་ནས་སེམས་གི་དེ་ནས་ད་སེམས་མ་སྐྱེད་པ་ད་སེམས་མ་བདེ་བའི་ཐོག་ནས

ཡོད་རེད་དངོས་ཀྱི་ཐོག་ནས་དེ་ནི་ཆ་རྐྱེན་འདྲ་མི་འདྲ་དེ་འདྲས་ཟིག་གི་རེད་མ་གཏོགས་པ་དག་དུ་ཡང་དག་གི་སེམས་ཀྱིས་ཅིག་བསམ་ན་དེ་ནི་མགུ་ནི་འགྲོ་འགྲོ་བ་དག་ནི་སེམས་ཀྱི་ཅིག་བསམ་ལུགས་གཞན་པ་ཟིག་བྱིན་ན་མགུ་ནི་འགོ་གི་མ་རེད་ཟིག་དེ་འདྲས་ཟེར་གི་ཡོང་མ་རེད་ཟེར་གི་རེད། དེ་ན་གང་རེད་ཟེར་གི་འོ་འདྲས་ཟེར་ན་དེ་ནི་གཙོ་བོ་དུ་དཔེར་ན་དེ་ནི་སེམས་ཁམས་དུ་ཡག་པོ་མེད་ན་ང་ཚོ་དེ་ནི་མི་གི་ནི་དག་དག་ལུས་པོ་གི་དེ་ནི་དག་དག་རིམས་འགོག་གི་མ་ལག་དུ་ཇེ་ཞན་དག་པས་ཇེ་ཞན་ལ་དེ་ནི་དག་འགྲོ་གི་ཡོད་ཀྱི་དུ་མངོན་སུམ་དེ་ཡིན་གྱི་ཡོད་ན་དེ་ནི་གསོ་བ་རིག་པ་གི་ཐོག་ནས་བཤད་ན་གང་གི་ཐོག་ནས་བཤད་ན་དེ་ནི་དེ་འདྲས་རེད། དེ་འདྲས་ཡིན་ཚར་དུས་མིའི་ལུས་ཀྱི་ནང་དེ་ནི་དེ་ད་རིམས་འགོག་གི་མ་ལག་ཏུ་དེ་ནི་ཇི་བཞིན་རེད་ཚར་སོང་དུས་ད་ནི་ང་ཚོ་དེ་ད་དཔེར་ན་ང་ཚོ་མྱི་བྱི་ཐམས་པ་ཡོད་ན་མི་ཁ་ཤས་ཟིག་གི་དེ་ནི་དེ་ད་ལུས་ཀྱི་དེ་ནི་རིམས་འགོག་གི་མ་ལག་དེ་ཡག་པོ་ཡོད་ཁ་ཤས་ཟིག་གི་དཔེ་ཞན་པོ་ཡོད་ན་མྱི་སྐྱིད་པོ་དེ་དེ་ནི་ད་དེ་བྱང་ལ་སོང་ན་དེ་ནི་དེ་ཁ་ཤས་ལ་དེ་ནི་དེ་བྱམས་པ་ཕོག་གི་རེད་ཁ་ཤས་ལ་དེ་ཕོག་གི་མ་རེད་ཚང་མ་འགྲོ་ས་གཅིག་རེད་འདུག་ས་གཅིག་རེད་ད་ཡིན་ནའང་དེ་འདྲའི་ཁྱད་པར་ཡོང་གི་འདུག་རེད་དེ་ང་ཚོ་བལྟས་ན་དེ་ནི་ད་ན་ཡུམ་གྱི་དེ་ནི་ལུགས་གསུམ་གྱི་རང་ལ་ད་འཛམ་བུ་གླིང་ལ་དེ་ནི་དེ་གི་དེའི་མངོན་སུམ་དུ་དེ་གི་ད་ལྟ་ས་དེ་འདྲའི་མང་པོ་ཟིག་དེ་ནི་དེ་གི་བྱུང་སོང་བ་དེ་གི་དེ་འདྲའི་ཡིན་དུས། རིམས་འགོག་གི་དེ་གི་མ་ལག་དེ་ང་ཚོ་དེའི་སེམས་ཁམས་དང་འབྲེལ་བ་དཔེ་ཆེན་པོ་ཡོང་གི་རེད་ཟེར་ནས་གཙོ་བོ་གཅིག་དེ་དེ་བཤད་གི་རེད། དེ་ཡིན་ན་དེ་ནི་ཐོག་མར་ང་ཚོ་དེ་ནི་དེ་ནད་ལ་དེ་ནི་དེ་ནད་དུག་དེ་དེ་ནི་ཁོར་ཡུག་འདིའི་ནང་ལ་ཡོད་ན་ཡང་དེ་ནི་སོ་སོ་རང་གི་དེ་ནི་ལུས་པོ་དེ་དེ་ནི་ཡག་པོ་ཞིག་ཡིན་ན་ཡང་ཡིན་ན་དེ་ནི་ནད་དུག་དེ་ཡག་པོ་དེ་ནི་དེ་ད་དེས་དེ་ནི་དེ་ད་མི་ལ་དེ་ཙམ་གྱིས་དེ་ནི་དེ་གཏོར་བཤིག་ཆེན་པོ་བྱེད་མ་ཐུབ་པ་དེ་ནི་དེ་འདྲས་ཞིག་དེ་ནི་དེ་ཡོང་གི་རེད་དེ་ཚང་མ་གི་ཁས་ལེན་གི་རེད་དེ་ནི། རིམས་འགོག་མ་ལག་བཟོས་ཡ་དེ་དེ་ནས་ད་བར་སེམས་ཁམས་གཅིག་པོ་གི་ཐོག་ནས་ཡོང་གི་ཨེ་རེད་ཟེར་ན་དེ་ཟེར་གི་ཡོད་མ་རེད་ཟེར་ཡ་ང་ཚོས་སྐད་ཆ་གང་བཤད་ན་ཡང་ཕྱོགས་གཅིག་ལ་ལྷུང་སོང་ན་ཡང་ད་བར་འགྲིག་གི་མི་འདུག་གི་རེད་དེ་ཡིན་ན་དེ་ནས་ད་བར་ལུས་སེམས་སེམས་གཅིག་པོ་ལ་འབྲེལ་བ་རེད་དེ་འགྲིག་ཟེར་གི་ཡོད་མ་རེད་ད་རིམས་འགོག་མ་ལག་བཟོས་ཀྱི་དེ་ཡང་ཁོ་རང་གི་ཡང་དེ་ནས་ཡོང་ས་དང་ཁོ་རང་གི་དེ་ནས་དང་པོ་ཡོང་ས་བར་དུ་གནས་ས་དེ་ཚོ་ལ་དེ་ནས་ད་བར་ཡང་དངོས་པོ་གི་ཐོག་ནས་ཡང་མང་པོ་ཟིག་ཡོད་གི་ཡོད་རེད་ད། ཡིན་ནའང་སེམས་ཁམས་དེ་དེ་ལ་འབྲེལ་བ་ཆེན་པོ་ཧ་ཅང་ཆེན་པོ་འདུག་ཟེར་ནས་དེ་ནས་ད་དུ

དེ་ནས་དེ་བས་ད་སོ་སོ་རང་གི་རང་དེ་ནས་དེ་བས་སེམས་སྡུག་བྱས་ནས་ན་དེ་ནས་དེ་བས་ད་མ་ཁ་ཞིག་འགྲོ་ཡག་རེད། དེ་ནས་དེ་འདྲའི་གི་ན་དོན་མང་པོ་ཟིག་གི་ཡོང་གི་འདུག་གལ་ཏེ་སེམས་ཁམས་དེ་དག་གི་ཡག་པོ་ཡོད་སོང་ན་དེ་ནས་ན་ཡུམ་དེ་འདྲའི་ཟིག་དེ་ནས་འགུལ་སོང་ན་ཡང་དེ་ནས་ཡང་ཡར་གསོ་དགོས་ན་དེ་ནས་སྨན་སྐེ་ཡིན་ན་ལུས་པོ་ལ་ཕན་པ་ཡག་པོ་ཡོད་པ་དང། འོ་དེ་ནས་དེ་བས་ཡར་དྲག་དགོས་ན་དེ་ནས་མགྱོགས་མྱུར་དུ་དེ་ནས་དེ་བས་དྲག་ཐུབ་པ་འདྲ་བོ་ད་དེ་འདྲའི་གི་ཐོག་ལ་དེ་ནས་ཕན་པ་མང་པོ་ཟིག་དེ་ནས་དེ་བས་ད་འདུག་ཟིག། དེ་ནི་དེ་རེད་དེ་ནི་ད་ང་ཚོའི་སེམས་ཁུང་ལ་དེ་འབྲེལ་བ་འདུག་ཟེར་གྱི་དོགས་གཅོད་དེ་དེ་རེད། དེ་ནི་གཉིས་དུ་གང་རེད་ཟེར་ན་གཉིས་དུ་དེ་ནི་དེ་ད་གར་སྟེ་དེ་ནི་སེམས་ཁུང་གི་ཐོག་ལ་དེ་ནི་ཡག་པོ་མ་བྱུང་ན་རེད། དེ་ནི་དེ་ད་མི་ལ་དེ་ནི་ནད་རྩ་བ་ནས་མེད་པ་ཡིན་ན་དེ་ནི་ནད་མང་པོ་ཟེར་དེ་ནི་སྐྱེད་ཡོང་གི་འདུག་ཟེར་རེད་གསར་གྱི་སྐྱེད་ཡོང་གི་འདུག་ཟེར་དེ་ད་ལྟ་དེ་ནི་དེ་ད་ནུབ་ཕྱོགས་གོ་ཏི་ནི་སྨད་ནུབ་ཕྱོགས་གོ་ཏི་འོག་གསོ་བ་རིག་པ་གི་ཐོག་ནས་དང་དབུང་ནས་དྲང་གནས་ཀྱི་ཞིབ་འཇུག་མང་པོ་བྱས་ནས་བདེན་པ་ར་སྤྲོད་དེ་འདྲའི་བྱས་ཚར་བ་གི་དབང་དུ་བྱས་ན། གང་དྲིས་ཟིན་དུ་བཟོས་ན་དེ་ནས་ང་ཚོ་མུ་གཅིག་ལ་དེ་ནས་དག་པ་དཔེར་ན་ནད་མི་ཚེ་གང་གི་ནང་ལ་ནད་མང་པོ་བཟོས་འགོ་ར་བ་དེའི་ནང་ནས་དེ་ནས་བརྒྱ་ཆ་བདུན་ཅུ་དོག་བཞི་དུ་གང་ནས་ཡོང་གི་འདུག་བཟས་ན་ཨོ་དེ་ང་ཚོ་དེ་ནས་དག་ད་སེམས་ཁམས་ཀྱི་ཐོག་ནས་ཡོང་གི་འདུག་བཟས་ནས་བརྒྱ་ཆ་བདུན་ཅུ་དོང་དྲུག་ཡིན་ས་ཡོད་བརྒྱ་ཆ་བདུན་ཅུ་དོང་དྲུག་དུ་དེ་ནི་སེམས་དང་འབྲེལ་བ་ཡང་རེད་ཟེར། རེད་དེ་ནི་དེ་འགྲིག་བྱས་ནས་དེ་ནི་ད་སྔ་མ་འདྲ་ཡིན་ན་དེ་ནི་དག་ནུབ་ཕྱོགས་གོ་སོ་བ་རིག་པ་གི་དེ་རྩ་བ་ནས་དག་ཁས་ལེན་གི་མི་འདུག་དེ་ཁས་ལེན་གི་མི་འདུག་ལུས་དང་སེམས་ཟེར་བ་དེ་དག་གཞི་ནས་དེ་ནི་དག་མཐའ་དག་སོ་སོ་རེད་དེ་མ་ཚད་ད་རུང་ང་ཚོ་དེ་ནི་ནུབ་ཕྱོགས་གི་དག་ད་མཚན་ཉིད་རིག་པ་གི་ནང་ལ་དེ་ནི་ནུབ་ཕྱོགས་གི་དེ་ནི་དག་ད་འདིའི་བསམ་བློ་གི་ནང་ལ་དག་ད་མང་ཆེ་བ་དེ་གང་རེད་ཟེར་ན།

མོ་གི་ལུས་ཐོག་ལ་ནམ་ཞིག་ཟས་ཅི་ཟེར་རྩ་བ་ནས་ཟིན་ནི་ཡོད་མ་རེད་ཅེས་དང་ནམ་ཞིག་ཟས་ཡར་དུ་བཏགས་ད་སྔ་མ་ང་ཚོ་འགྲོ་བ་མིའི་རིགས་ཀྱི་ནང་དུ་ནི་ནང་ཤོས་དེ་ཚོ་དེ་ནི་ཤེར་ཡར་རྒྱས་སུ་མ་སོང་བའི་གནས་སྐབས་ལ་དེ་ནི་བསླབ་པ་གི་ནང་ནས་དང་འགྱུར་བ་འདྲ་དང་མི་འདྲ་རྫས་འགྱུར་གྱི་འགྱུར་བ་འདྲ་དང་མི་འདྲ་འགྲོ་བ་དེ་གང་ཡིན་ངོས་མ་ཟིན་ནས་དེ་ནི་དེ་གི་ཕར་ནམ་ཞིག་ཟིན་ནས་དེ་འདྲའི་མིང་དེ་འདྲའི་བཏགས་བཞག་པ་ཙམ་ཟིག་རེད་མ་གཏོགས་པ་དོན་གྱི་ཐོག་ལ་ང་ཚོར་ལུས་པོ་དང་བསླབ་པ་འདི་མ་གཏོགས་པ་དེ་ལས་གཞན་པ་བསླབ་པ་གི་རྫས་འགྱུར་གྱི་དེ་ནས་ད་གི་ད་འགྱུར་བ་རྣམས་སྣ་ཚོགས་པ་དང་དེ་ནས་བསླབ་པ་གི་དབང་རྩ་གི་ནང་ལ་དེ་ནས་ཀློག་གི་དེ་ནས་ད་གི་ད་ད་གི་འགྱུར་བ་མང་པོ་འགྲོ་གི་ཡོད་རེད་དེ་མ་གཏོགས་པ་གཞན་པ་གནམ་གཤིས་ཟེར་ཡ་ཟི་ད་གི་རྩ་བ་ནས་མི་འདུག་སྤྱིར་བཏང་གནམ་གཤིས་ཟེར་ཡི་ཟེར་བའི་མིང་དེ་ཁོ་རང་མང་དེ་ནས་ད་གི་རྗེས་ལུས་ཨོ་དེ་འདྲས་ཟི་རེད་དེ་ཕར་ཆེར་དེ་ནས་ང་ཚོ་དེ་ནས་ད་གི་ད་ཚིག་མཛོད་གི་ནང་ནས་གནམ་གཤིས་ཟེར་ཡ་གི་མིང་དེ་མར་མེ་འབབ་ཞེས་བཞག་ན་དགའ་གི་འདུག་ཟེར་ནས་དེ་ནས་ད་གི་ད་དེ་འདྲས་བཤད་མཁན་སྐོར་ཅིག་ཡོང་གི་རེད། སྐོར་གཅིག་ཡོད་འདུག་སྟེ། ཡིན་ནའང་དེ་ནི་དེ་ཡང་ཚན་རིག་པ་ཁོ་ཚོའི་ནང་ལ་ཡང་དེ་ནི་དེ་བཤད་ཡོང་ན་དེ་མ་རེད་ཟེར་དེ་དེ་རེད་མི་འདུག་དེ་ད་ཐོག་མར་གནམ་གཤིས་དེ་ངོ་ནས་དྲངས་ནས་བཤད་ན་སྐྱེ་བ་སྔ་མ་འདྲ་སྐྱེ་བ་ཕྱི་མ་འདྲ་དེ་འདྲའི་དུས་གཅིག་ཡིན་ས་མ་རེད་ཡིན་ཟེར་དགོས་ན་རེད་ཟེར་དགོས་ན་མ་རེད་ཟེར་དགོས་ན་ཚན་རིག་གིས་ཟེར་ཐུབ་གི་མ་རེད་ད། བསླབ་པ་ལས་དེ་ནི་དེ་སྐྱེ་ཡོང་གི་ཡོད་ས་རེད་ད་གང་ལྟར་གནམ་གཤིས་ཟེར་ཡ་དེ་བསླབ་པ་སྐྱེ་ཚར་བའི་རྗེས་ནས་དེ་ད་ཁོ་རང་ངོ་ནས་དྲངས་ནས་ཁོ་རང་ཡང་དངོས་པོ་ཟིག་རེད་ཁོ་རང་ཡང་དེ་ནི་ཡོད་མཁན་ཟིག་རེད་མ་གཏོགས་པ་ནམ་ཞིག་ཟིག་ཀྱི་རྩ་བ་ནས་མེད་པ་དེ་འདྲས་ཟིག་མ་རེད་ཟེར། དེ་ནི་ཁོ་རང་ཡོད་པའི་མ་ཚད་དེ་ནི་དེ་གི་གནམ་གཤིས་དེ་དེ་གི་དེ་ཡག་པོ་མ་བྱུང་ན་དེ་ནི་ཁོ་རང་གི་ཕྱིར་ཁ་ཕྱིར་འཁོར་ནས་ཨོ་ང་ཚོས་དེ་ནི་བསླབ་པ་ལ་དེ་ནི་ད་འགྱུར་བ་མང་པོ་དེ་ནི་དེ་གི་ད་གཏོང་ཡོང་གི་འདུག་ཟེར་ནས་ད་དེ་ང་ཚོས་དུས་རབས་གོང་མ་གི་དེ་ནི་དེ་གི་ད་ལོ་རབས་དགུ་བཅུ་བ་གི་ནང་དེ་ལ་དུས་ཐོག་ལ་དཔེ་ཡར་རྒྱས་ཆེན་པོ་ཟིག་དེ་གི་སོང་ནས་དེ་ནས་ཨ་མི་རི་ཀས་དེ་ད་ཉིས་སྟོང་དེ་གཅིག་དགུ་དགུ་བཅུ་ཐམ་པ་ནས་དེ་ནས་དེ་ཉིས་སྟོང་གི་བར་གྱི་དེ་ནས་ལོ་བཅུ་ཐམ་པ་དེ་ལ་བླ་ཆེན་གྱི་དེ་ནས་ལོ་ཟེར་ནས་མང་དེ་འདྲས་བཏགས་ཡོད་རེད་དེ་བླ་ཆེན་གྱི་ལོ། དེ་ནས་དེའི་ཡར་རྒྱས་དེ་དེ་གློ་བུར་དུ་སོང་བ་ཟེར་ཡང་མ་རེད་དེ་དེའི་ཡན་ཆོད་ལ་དེ་ལོ་བརྒྱ་ཐམ་པའི་རིང་ལ་དེ་ནས་ཚན་རིག་པ་གྱི་ནང་ལ་དེ་ནས་མི་མཐུན་པ་མང་པོ་ཡོང་ནས་རྩོད་པ་མང་པོ་བརྒྱབ་ཡོད་རེད་དེ་དེའི་ཡན་ཆོད། ཕག་ཕྱིར་ལོ་བརྒྱ་ཐམ་པ། དེ་ནས་ལོ་བརྒྱ་ཐམ་པ་བ་རང་ལ་དེ་ནས་རྩོད་པ་བརྒྱབ་བརྒྱབ་བརྒྱབ་བརྒྱབ་བརྒྱབ་ནས་དེ་ནས་སྦྱིན་ནི་དེ་ནས་དེ་བ་དང་ལ་པི་དེ་ནས་དེ་བ་དང་བང་རྩ་ལ་དེ་བ་བརྟེན་ནས་ཚངས་རིག་གི་ཐོག་ནས་དེ་ནས་ད་མང་པོ་ཟ་ཧ་གོ་དེ་ནས་ཁྱད་པར་དུ་ང་ཚོ་དེ་ནས་དེ་བ་དང་འདི་ནས་ཤར་ཕྱོགས་གོ་དེ་ནས་སྒོམ་བརྒྱབ་ཀྱི་འདྲ་འདི་སོ་གོ་སྐོར་བ་དུ་དེ་ནས་ཕར་ནུབ་ཕྱོགས་ལ་སོང་དེ་ནས་དེའི་ཐོག་ལ་དེ་བ་དང་ཞིབ་འཇུག་མང་པོ་བྱས་ཡོང་དེ་དེ་ནས་ད་དེ་རྩོད་པ་དེ་ནམ་ཞིག་ཟེར་ཡ་དེ་དེ་ནས་རྩ་བ་ནས་དེ་ནས་བསླབ་པ་ལ་དེ་ནས་དུ་ད་བྱ་བ་གང་ཡང་དེ་ནས་བྱེད་ཐུབ་ཁོ་མ་རེད་ཟེར་མཁན་དེ་ཚོ་དེ་ནས་དུ་དངོས་གནས་དྲང་ནས་ཕམ་ཁ་ཁུར་སོང་དེ་དག་དེ་རེད་ཕམ་ཁ་ཁུར་སོང་དེ་དེ་ནས་ཕམ་ཁ་ཁུར་གྱི་དེ་ཡང་ང་ཚོ་ཅིག་དག་རྩོད་པ་བརྒྱབ་ནས་རིགས་པའི་གཞུང་ལུགས་ཀྱི་ཐོག་ནས་ཅིག་གཅིག་ཁེ་གཅིག་ཁེ་གཅིག་ཕམ་དེ་འདྲས་མ་རེད་དུ་སྤྱིར་བཏང་རིགས་པའི་གཞུང་ལུགས་ལ་དུ་བརྟེན་ཡོད་རེད་ད་རིགས་པའི་གཞུང་ལུགས་ཀྱི་རྗེས་ལ།

དེ་ནས་སྨིན་ཚར་བའི་རྗེས་ནས་ཁོ་སང་ཁོ་རང་དེ་ནས་ལོ་ཚོད་གང་འཚམས་སུ་ལ་དེ་ནས་སླེབས་ཚར་བའི་གནས་སྐབས་ན་དེ་ནས་ཏག་ལ་པ་དུ་ཁོ་རང་དེ་ནས་སྨིན་ཚར་བའི་རྗེས་ནས་དེ་ནས་ཁོ་རང་ད་ལྟ་གི་ཚེ་གང་ལ་དེ་ནས་འགྱུར་བ་ཅི་ཅི་ཡོང་མ་རེད་ད་ཁོ་རང་དེའི་ཐོག་ནས་ད་གཏན་ཆགས་འདྲ་པོ་རེད་སོང་དེ་འགྱུར་བ་ཡོང་མ་རེད་ཟེར་ཡ་དེ་ད་ཚན་རིག་པ་གི་དེ་ནས་ཏག་ལ་རྩིས་ཚན་རིག་གི་དེ་ནས་ལྟ་བ་ངོ་མ་དེ་དེ་རེད། དེ་ནས་དེའི་རྗེས་སུ་དེ་ད་ག་ལེ་ག་ལེ་ཞིབ་འཇུག་བྱེད་ཡོང་དུས་དེ་འདྲའི་མ་ཡིན་པ་འདྲ་བོ་ཟིག་མི་མང་པོ་བོ་ཟིག་གི་དེ་ནས་དེ་ག་ལེ་ག་ལེ་ཧ་གོ་ཡོང་རེད་དེ། ཡིན་ན་ཡང་ཧ་གོ་ན་ཡང་དེའི་གནས་སྐབས་ལ་དེ་ང་ཚོ་དེ་ནས་རྩོད་རྒྱུག་གི་དེ་ནས་ཚན་རིག་གི་ལྟ་བ་དེ་དེ་མ་ཡིན་དུས་མི་དེ་ཚོ་དེ་ནས་དེ་ཁོ་རང་ཚོ་བདེན་དཔང་ཡོད་ནའང་བདེན་དཔང་དེ་ལ་རྩ་བ་ནས་བདག་པོ་མ་བརྒྱབ་ནའོ་དེ་ཡིན་གི་མ་རེད་དེ་འགྲིག་གི་མ་རེད་ཟེར་ནས་དེ་ནི་དེ་འདྲའི་ཞིག་ནི་ཚན་རིག་གི་ཐོག་ནས་སྒྲོག་ལམ་དམའ་པོ་ཞིག་དམའ་པོ་ཞིག་རེད་ད་ཡིན་ནའང་ཁོ་ཚོ་གོ་དེ་ནི། དེ་ཞིབ་འཇུག་དེ་ལ་ཞིབ་འཇུག་གི་འབྲེལ་བའི་དེ་ལ་དག་ད་རྒྱལ་ཁ་ཡག་པོ་ཟིག་དག་ད་ཕར་མ་བཞིན་ནི་རེད་དག་རེད། ཚན་རིག་གི་ཐོག་ནས་ཞིབ་འཇུག་བྱས་ནས་དེ་ནི་དག་དངོས་གནས་དྲང་གནས་གི་བདེན་དཔང་ཡོད་ནི་བདེན་དཔང་དེ་ནི་ཅོག་ཙེ་གི་ཐོག་ལ་བཞག་ནས་འདི་འདྲའི་འདྲ་བོ་རེད་ཟིག་བཤད་འདྲེ་ད་ཡིན་ནའང་ད་རུང་མི་མང་པོ་ཟིག་གིས་ཨོ་དེ་ཡིན་ཡིན་གི་མ་རེད་དག་དེ་ཅིག་གི་མ་རེད་དེ་ཁྱོད་རང་གི་ཅིག་རེད་མི་འདུག་མི་རེད་ཁྱོད་རང་གི་ཞིབ་འཇུག་བྱེད་ལུགས་གི་ཐོག་ལ་དེ་ནི་གནད་དོན་གཅིག་འདུག་མི་འདུག་ཟེར་ནས། རྩ་བ་ནས་དེ་ནས་དང་ལོ་བདུན་བཞི་བརྒྱ་ཕྱི་ཟིག་ལ་རྩ་བ་ནས་དེ་ནས་ཁས་ལེན་རོགས་མ་བྱིན་རེད་དང། དེ་ནས་དགུ་བཅུ་གི་ལོ་ལ་དེ་ནས་ཐོ་འགྲོ་དུས་དེ་ནས་ད་ཁས་ལེན་མི་བྱེད་ཁ་མེད་རེད་སོང་རེད་དང་ཨ་རེད་དེ་ཚོ་ཚང་མ་བརྒྱུད་རིམ་དུ་ཚང་མ་ངའི་ཡི་གེ་གི་ནང་ལ་བྲིས་བཞག་ཡོད་ཁྱེད་རྣམ་པ་ཆེ་ལྟ་ད་དཔེ་ཡག་པོ་ཡོད་རེད་དུ་གསོལ་དུ་ཨ་རེད་ང་ཚོས་བསམ་བློ་བཏང་ན་ཚན་རིག་ཟེར་ན་ད་ལྟ་གཅིག་ཡིན་ན་གཅིག་གཉིས་ཡིན་ན་གཉིས་དུ་མ་གཏོགས་པ་ཅིག་དེའི་ཐོག་ལ་ད་ཅིག་གཅིག་གི་དུ་ཁྱོད་ལྟ་བ་ངས་ལྟ་བ་ཟེར་ཕར་ཟིར་རྩོད་པ་རྒྱབ་ཅིག་ཁྱོད་ཁས་ང་ཕམ་དེ་འདྲའི་ཟིག་ཡོད་ཀྱི་མ་རེད་ཟེར་ན

སྟོབས་དང་ལྡན་པ་ཡང་རེད་དོ། རིམ་གཅིག་ཡང་ནས་ཡང་དུ་བྱེད་ཡང་ནས་ཡང་དུ་བྱེད་གཙོ་བོ་དུ་དེ་ནས་དུ་བ་དག། སྐྱེ་ཡོད་ལ་དེ་ནས་དུ་རིམ་གཅིག་བྱེད་ནས་དེ་འདྲའི་བྱེད་ཡང་དེ་དེ་ནས་དག་དུ་ཁོ་ཚོ་ཕར་ཞོག་གོ་དེ་ནས་དུ་བསླབ་པ་ཡང་དེ་སེམས་ཡོང་མཁན་ཡོད་མ་རེད་ཟེར་མཁན་དུ་ཚོ་གོ། ཡང་དག་དེ་ལ་སྐྱོན་འཛུགས་མང་པོ་བྱས་ནས་དུ་བ་དག་གཅིག་རེད་མི་འདུག་མིག་རེད་མི་འདུག་ཟེར་ནས་དག་རྩ་བ་ནས་བཞི་ནས་ཐ་ན་དེ་ནས་དུ། ཅིག་གཟིར་བཟའ་དང་དེ་ནས་འཕྱར་མོད། ཨོ་དེ་འདྲའི་ཡན་ཆོད་བྱས་ནས་རྩ་བ་ནས་དེ་ནས་ཁས་ལེན་རོགས་མ་བྱས་ནས་རེད། དེ་ནས་རྗེས་ནས་དེ་བོ་ད་ལོ་རབས་དགུ་བཅུ་བའང་གནང་ལ་ཐོན་སོང་དུས་ད་དེ་ནས་དེ་བོ་ད་དངོས་ནས་ཅིག་དེ་བོ་ད་གཟིར་བཟའ་འཕྱར་མོད་ག་འདྲིས་བྱས་བཞག་ན་ད་བདེན་པའི་གནས་ལུགས་ལ་དེ་ནས་དེ་བོ་ད་དགག་པ་དེ་ནས་རྒྱབ་ཐབས་གི་མ་རེད་དེ་ནས་ད་ཚང་མ་ཨོ་ད་ཐབས་ཤེས་མི་འདུག་ད་བདེན་རེད་ང་ཚོ་ནོར་སོང་འདུག་ཟེར། ང་ཚོ་དེ་བོ་ལོ་བརྒྱ་གི་རིང་ལ་དེ་ནས་ང་ཚོ་གི་དེ་བོ་སེམས་ཁམས་གི་ད་ནི་བསླབ་པ་གཉིས་ཀའི་འབྲེལ་བ་གི་ཐོག་ལ

དེ་འདྲའི་ཡོན་ཏན་དེ་ནི་ད་ལྟ་འདྲ་པོ་ཡོད་ན་ད་ཁོ་ཚོ་མང་པོ་བཤད་དགོས་རེད་མིའི་སེམས་ཁམས་སྐྱིད་དང་མ་སྐྱིད་པའི་དེ་ནི་གནད་དོན་དེ་ལ་བརྟེན་ནས་དེ་ནི་མིའི་ནད་མང་པོ་དེ་ནི་ཡོང་གི་འདུག་ད་རེས་གོང་ལ་བཤད་པ་དེ་ནི་ད་བརྒྱ་ཆ་བདུན་ཅུ་སྟོང་བསྒྲིགས་ཏེ་དེ་ནི་ད་སེམས་ཁམས་ལ་བརྟེན་ནས་དེ་ནི་ནད་དེ་བྱུང་འདུག་ཟེར་དུས་དེ་ནི་ད་བཟོ་ད་ང་ཚོ་དེ་ནི་སེམས་ཁམས་སྐྱིད་དང་མ་སྐྱིད་དེ་ནི་དཔེ་མི་སེར་ཞིག་གི་དེ་ནི་བདེ་ཐང་གི་ནང་ལ་སྐར་ཆེན་པོ་ཡིན་པ་དེ་དེ་ནི་ད་ཚངས་རིག་གི་དེ་ནི་གླ་རྩིས་ཚངས་རིག་གི་ཐོག་ནས་བདེན་པ་ར་སྤྲོད་འདྲ་བོ་བྱུང་ནས་དེ་ནི་ད་ད་ལྟ་དེ་འདྲའི་གཟུགས་ལ་འགྲོ་བའི་སྒང་རེད་རེད་དེ་འདྲའི་གཟུགས་རེད། དེ་ནི་དེའི་ཕར་སོང་ནས་དེ་གི་སྐྱེ་བ་སྔ་མ་དང་ཕྱི་མ་དང་འདི་ཚོ་གི་དོན་དག་ཏུ་ཡང་ང་ཚོ་ཆོས་ལུགས་ཀྱི་བཀའ་རྒྱ་རེད་དེ་ནི་དེ་རང་ང་ཚོ་འདིའི་ནང་ལ་ཡང་དེ་ནི་དེ་གི་བཤད་གི་མིན་དེ་ནི་ངས་དེ་གི་ད་རིང་འདི་ན་བཤད་ཀྱི་འདི་གང་རེད་ཟེར་ན་སེམས་དེ་ད་རིང་ང་ཚོ་དེ་གི་ད་ལུས་པོ་ལ་དེ་ནི་ཧ་ཅང་གི་དེ་ནི་ད་འདིའི་འགྱུར་བ་ཆེན་པོ་གཏོང་གི་ཤུགས་རྐྱེན་ཆེན་པོ་གཏོང་གི་འདུག་ཟེར་དེའི་ཐོག་ལ

བར་ཤུགས་ཟེར་བ་དེ་སྔ་མ་ཡིན་ན་དེ་ནི་ད་ལྟ་དང་མི་མང་ཆེ་ཤོས་དེ་ནི་འཛམ་བུ་གླིང་གི་གཙོ་རྒྱུགས་ཀྱི་རིན་ཐང་གི་ལྟ་བའི་དབང་དུ་བྱས་ན་དཔལ་འབྱོར་དེ་ནི་ད་ལྟ་སྒོར་མོ་ཡོད་མེད་ཀྱི་ཐོག་ནས་དེ་ནི་ད་ཧོར་བོ་དང་ཕྱུག་པོ་ཟེར་བ་དེ་དེ་འདྲས་ཀྱི་ཐོག་ནས་དེ་ནི་ད་ལྟ་བཞག་དགོས་པ་རེད་ཟེར་ནས་ད་ཚང་མ་གི་དེ་ནི་ད་ང་ཚོའི་འཛམ་བུ་གླིང་གི་ཐོག་ལ་ནི་ད་གཙོ་རྒྱུགས་ཀྱི་བསམ་བློ་གི་ནང་ད་གཙོ་རྒྱུགས་ཀྱི་རིག་གནས་ཀྱི་ནང་ལ་ད་བསམ་བློ་དེ་ག་རང་རེད་ད་ཡི་གེ་གི་ཐོག་ལ་ཡིན་ན་དེ་རེད་བཤད་ན་དེ་རེད། དེ་འདྲའི་རེད་འདུག་ཨ། དེ་འདྲའི་རེད་ཡིན་ནའང་ཡང་དེ་ལ་ཡང་དེ་ནས་ཡང་འགྱུར་བ་སོང་ནས་དེ་ནས་ཨོ་ད་དེ་འདྲའི་རེད་མི་འདུག་ཟེར་དེ་ནས་ཕྱུགས་མ་ཕྱུགས་ཟེར་གྱི་དུ་ད་ང་ཚོ་ཡིན་གཅིག་མིན་གཅིག་དེ་ནས་དུ་ད་འདི་དངོས་པོ་གཅིག་པོ་ལ་དེ་ནས་ལྟ་གི་མི་འདུག་ཟེར་ནས་དེ་ནས་དུ་ཡང་དུས་ཐོག་ལ་དེ་ནས་ཡང་འགྱུར་བ་འགྲོ་ནས་དེ་ནས་ཡང་དེ་འདྲའི་དུ་ད་འགྱུར་བ་འགྲོ་འོང་འགྲོ་དེ། ང་ཚོ་འོག་གི་རིན་ཐང་གི་ལྟ་བ་འདྲ་ཟེར་ན་སྔ་མ་ནས་དེ་ནས་བཤད་བཞག་པ་དཔེར་ན་དེ་རྒྱལ་པོ་བཀའ་ཡི་ཐང་ཡིག་གི་ནང་ལ་བར་ཕྱུགས་ཟེར་གྱི་དེ་ལ་དེ་ནས་དུ་ད་རྣམ་པ་གསུམ་ཡོད་ཟེར་དུ་རབ་འབྲང་ཐ་མ་གསུམ་ཡིན་ཟེར། འོ་དེ་ནི་ཤུག་པོ་ཨང་དང་བོ་དེ་གང་རེད་ཟེར་ན་ང་ཚོ་དེ་ནི་དེ་གི་ཆུ་གི་ཤུག་པ་དེ་དེ་གི་ཤུག་པོ་ཨང་དང་པ་རེད་ཟེར་ཆུ་གི་ཤུག་པ་ཟེར་དེ་ད་ང་ཚོ་སེམས་ཁམས་གི་ཐོག་ལ་དེ་ནི་དེ་གི་ད་སེམས་ཁམས་གི་དཔར་ཡོང་གི་ཐོག་ལ་དེ་ནི་དེ་གི་འཇིག་རྟེན་གི་དངོས་ཟོན་བདག་གི་དངོས་ཟོན་རིན་ཐང་གི་ལྟ་བ་གི་ཐོག་ལ་དེ་ནི་ཧ་ཅང་གི་ཚད་མཐོན་པོ་དེ་ནི་དེ་གི་ཡོད་པ་ད་དེ་འདྲའི་ཟིག་ལ་དེ་གི་ཟེར་ཡོང་རེད་དེ་ཡོད་ན་ཆུ་གི་ཤུག་པ་དེ་ཤུག་པ་རབ་རེད་ཟེར་དེ་ནི་དང་བོ་དེ་དེ་རེད་ཟེར་གཉིས་པ་དེ་མི་ཡི་ཤུག་པ་རེད་ཟེར་འདི་ད་ང་ཚོ་བོད་གི་ན་ཁ་སྐད་ལ་མིའི་རྒྱུད་གཟེགས་འདུ་བ་སྟེང་ན་མི་མང་པོ་ཡོད་ཀྱི་དེ་ཡང་ཡང་ཕྱུག་པོ་ཟིག་ལ་དག་དག་ད་རྩི་འོ་ན་རེད་དེ་ད་ལྟ་ཡང་འཛམ་བུ་གླང་གི་དེ་རེད་དེ་ནས་དག་ད་མི་མང་པོ་ཡོད་མེད་ཀྱི་གནའ་དོན་འདི་དེ་ནས་དག་ད་དཔལ་འབྱོར་ཡར་རྒྱས་འགྲོ་མི་འགྲོ་ལ་ཧ་ལས་པ་གི་འདི་དེ་ནས་དག་ད་འདི་འབྲེལ་བ་ཆེན་པོ་ཡོང་མཁན་དག་དེ་འགྲིག་ཟིག་རེད་དེ་ང་ཚོ་སྔ་མ་ནས་དག་བཤད་རྒྱུ་འདི་དག་གཉིས་པ་དེ་དེ་ཡིན་ཟིག་དེ་གསུམ་པ་དེ་གང་ཞིག་ན་གསུམ་པ་དེ་དེ་ནས་དག་ད་རྒྱུ་ནོར་བ་རྒྱུ་འབྱོར་བ

གཉིས་རེད། དེ་ནས་གསུམ་གྱི་ཐོག་ལ་ད་ངས་དེ་བཤད་དགོས་པའི་རྒྱུ་མཚན་གྱི་རྩ་བ་དེ་གང་རེད་ན་གཙོ་བོ་དུ་བདེ་ཐང་གི་ཐོག་ལ་བདེ་ཐང་གི་ངོས་འཛིན་དེ་ཡང་ཡང་དེ་འདྲའི་ག་དུས་ནས་འགྱུར་བ་འགྲོ་གི་ཡོད་འགྲོ་ཚེ་སྔ་མ་ཡིན་ན་བདེ་ཐང་ཡོད་ཚེ་ལྟ་བུ་ད་བདེ་ཐང་ཟེར་བ་དེ་གང་ལ་ངོས་འཛིན་གི་རེད་ཟེར་ན་ད་ལུས་པོ་ལ་དེ་ནས་ན་ཚ་ཡོད་དམ་མེད་དེ་ལ་ལྟ་བུ་ལྟ་གི་རེད་དེ་མ་གཏོགས་པ་གཞན་པ་དེ་ནས་ཅིག་བདེ་ཐང་ཟེར་གྱི་དེ་ལྟ་བུ་དེ་བདེ་ཐང་ཡིན་དམ་མིན་ཟེར་གྱི་ད་དཔེར་ན་སེམས་ཁམས་གྱི་ཐོག་ནས་ཁོ་རང་སྨྱོན་པ་ཡིན་ན་ད་སྨྱོན་པ་རེད་དམ་སྨྱོན་པ་མ་གཏོགས་པ་གཞན་པ་མང་ཡང་དེ་ནི་གཞན་པ་རྟག་གི་མ་རེད་དེ་རེད་མ་གཏོགས་པ་ད་དེ་ལས་གཞན་པ་ཅིག་ཏུ་ང་ཚོ་རྣམས་རྒྱན་གཅིག་བདེ་ཐང་ཡོད་ད་མི་མང་པོ་བཟོ་བྱ་དེ་ད་ཚང་མ་དེ་དེ་ནི་ད་གི་ད་ལུས་པོ་བདེ་ཐང་ལ་དེ་ནི་ད་གི་ད་བཤད་གི་འདུག་ཟེར་ང་མ་ཡིན་ན་རེད་དེ་ནི་ཡང་ད་ལྟ་དེ་ལ་ཡང་འགྱུར་བ་འགྲོ་ནི་ད་གི་ད་ལུས་པོ་བདེ་ཐང་དེ་ཡང་དེ་གི་བཤད་དགོས་གི་རེད་ད་དེའི་ཐོག་ལ་དེ་ནི་ད་གང་རེད་ཟེར་ན་ད་ལྟ་ང་ཚོ་བདེ་ཐང་ཡིན་ད་མ་ཡིན་དེ་ཡང་སེམས་ཁམས་ཀྱི་བདེ་ཐང་ཡིན་དང་མ་ཡིན་དེ་ཡང་དག་ཧ་ཅང་གི་འབུར་དུ་ཐོན་པ་དེ་འདྲས་སུ་རེ་ཡོང་གི་ཡོད་དུས་དེ་ནི་དེ་ལ་དེ་ནི་དག་ད་ལྟ་གི་འདུག་དུས་དེ་འདྲས་ཡིན་དུས་ད་ལྟ་ཡིན་ན་ཡང་སེམས་ཁམས་ཀྱི་བདེ་ཐང་དེ་ཡང་དག་ཡང་ཧ་ཅང་གི་གལ་ཆེན་པོ་ལ་དག་ད་བརྩི་གི་ཡོད་འདྲས་དེ་འཛམ་བུ་གླང་གི་བརྩི་གི་ཡོད་འདྲས་ད་ལྟ་དེ་ནི་དག་ད་ཀྲུང་གོ་རྒྱལ་ཁབ་ཀྱི་ནང་ལ་ཡིན་ནའང་དེ་དང་འདྲའོ།